བདུད་མི་ལ་རེ། རས་པ་ལ་ཡ། ད་སློབ་མ་བསམ་གྱིས་མི་ཁྱབ་པ་མང་པོ་ཡོར་བ། དེ་ན་ནས་ད་སློབ་མ་གཙོ་བོ་བྱས་ཏེ་མཉམ་མེད་དྭགས་པོ་ལྷ་བྱས་བྱས་ནས་ད། བཀའ་རྒྱུད། བཀའ་རྒྱུད་ཆེ་གི་ཆེ་བཞི་ཆུང་བརྒྱད་ལ་སོགས་པ་མང་པོ་བཅས་ཀྱི་ཁུངས་གཏུགས་ས་དེ་ཆགས་བསྡད་ཡོར་རེད་ཁོང་ལ་ཡ། རྗེ་བཙུན་མི་ལ་རེ་བའི་སློབ་མ་མང་པོ་ཡོད་པའི་ནང་ནས་ཉི་མ་ནང་བཞིན་གྱི་ད། དུ་ས་ཡོངས་སུ་གྲགས་པ་ཅིག་ཆགས་ཡོར་རེད་ཉི་མ་ད་གྲགས་པ། དེ་ནས་སློབ་མ་གཞན་གཅིག་དེ་ཟླ་བ་ད་གྲགས་པ་དེ། རས་ཆུང་པ་ཆགས་བསྡད་ཡོར་རེད་ཨ་ནི་རས་ཆུང་པ། རྗེ་བཙུན་མེ་ལ་རས་པའི་ཞབས་ལ་གཏུགས་ནས་རུ་བ་ཁྱད་པར་དུ་སྒྲུབ་པ་ཡང་དག་ཐོབ་པ་ལ་ཕེབས་པ་ཅིག་ཆགས་ཡོད་རེད་ཁོང་རྒྱ་གར་དང་འདི་འདྲས་ལ་ཡང་ཡང་ཡང་ཕེབས་པ་ཅིག་དང། རྗེ་བཙུན་གྱིས་ཐེངས་གཅིག་ཡང་དག་རྒྱ་གར་གྱི་ཕྱོགས་ལ་ཡང་ཕེབས་པའི་སྐབས་ལ་ཡང་དག་རྒྱ་གར་གྱི་ཕྱོགས་ལ་ཡང་གཏི་བུག་པ་གསང་སྔགས་སྟོང་པོ་བྱས་ནས་སྐྱེ་བོ་དམ་པ་བསམ་གྱིས་མི་ཁྱབ་པ་ཞིག་ཡོད་པ་བཤད། ཨ་ནི་ཁོང་གི་དྲུང་ནས་རས་ཆུང་པས་མན་ངག་རྩ་ཆེན་པོ་འདི་འདྲའི་གདམས་པ་རྩ་ཆེན་པོ་འདི་འདྲའི་མང་པོ་ཞུས་ནས། ལུས་མེད་མཁའ་འགྲོའི་ཆོས་སྐོར་ས་ཡ་བསམ་གྱིས་མི་ཁྱབ་པའི་རྩ་ཆེན་པོ་འདི་འདྲ་ཞིག་ཞུས། ཨ་ནི་བོད་ལ་ཡང

རྣལ་འབྱོར་བ་འདི་གི། རས་གཞུང་པ་ལ་ཡ། ཁྱེད་རང་པའི་ལོ་གཞོན་གཞོན། པའི་དྲུང་དོག་ཁ་བོ་དྲུང་རེ་རེ་ཞི་བོ་ཞིག་འདུག། བ་ལྟ་དུས་མཐོང་འདོད་པོ་ཞིག་འདུག། ཡིན་ན་ཡང། ཁྱེད་རང་ལ་ཡ་ཚེས་ཉི་མ་བདུན་མ་གཏོགས་མི་འདུག་ཅེས་འདི་འདྲས་ཀྱིས་གསུངས། དེ་འདྲས་ཀྱིས་གསུངས་ཡིན་དུས། རས་གཞུང་པ་ཁྲོམ་ལ་ཡ། གྲོགས་པོ་མ་བྱུང་བ་རེད་ནམ་བཟང་ལོ་ཕེབས་ནས། བླ་མ། སྟེགས་བུ་བའི་གསང་སྔགས་སྡོང་པོ་ལ་ཡང་ཞུས་ནས། ད་ང་ཐང་གི་དེ་རྣལ་འབྱོར་བ་ཞིག་བྱས་སོང། ཁོང་གིས་ང་ལ་ཡང་ཚེ་ཉི་མ་བདུན་མ་གཏོགས་མི་འདུག་ཟེར་གྱི་འདུག་བྱས་ནས་ཡང་ཞུས་པ་རེད། ཨ་གསང་སྔགས་སྟེགས་བུ་བའི་གསང་སྔགས་སྡོང་པོ་ཀྱིས་ཨོ་ཁྱེད་རང་ལ་ཡང་ཚེ་ཉི་མ་བདུན་དང་དེ་འདྲ་མ་ཞིག་མེད་པ་ཚེ་ཐུང་ཐུང་མ་ཞིག་མེད་པ་དེ་ངས་ཤེས་ཀྱི་ཡོད། ཡིན་ནས་ད་ཁྱེད་རང་འདི་ར་འཕྲོད་ཡ་ཅིག་དང་འདི་འདྲས་ཀྱི་ཆེད་དུ་ངས་ཁྲོམ་ལ་རྒྱུགས་ཟེར་ནས་བཏང་པ་ཡིན། ད་ཡིན་ན་ཡང་གལ་ཆེ་གི་མ་རེད། སྡུག་བསྔལ་མ་བྱེད་སེམས་ཁྲལ་མ་བྱེད་མྱ་ངན་མ་བྱེད། ཨ། འདི་ནི་བར་གནས་ནགས་ཁྲོད་ཅིག་གི་ནང་ལོགས་ལ་ཡ་མ་གཅིག་སྦྲུལ་མའི་རྒྱལ་པོ་ཆེ་ན་དོན་ལ་དགོང་ལོ་བརྒྱ་ཕྲག་ལ་ཕེབས་བསྡད་པ་གང་ཤེས་ལ། ཨ་ནི། པའི། རྣལ་འབྱོར་མ་ད་གང་བྱས་དགོང་ལོ། ཆུ་མཇོའི་བཅུ་རུ་གི་ན་ཚོད་ཅན་འདི་འདྲས་ཅིག་ཡོད་པ་རེད། ཁོང། བཙས་ནས་ཁོང་ལ་ཡ། ཨ། ཚེ་ཡི་གདམས་པ། ཟབ་མོ་འདི་འདྲས་ཡོད་པ་ཡིན་དུས་ཚེ་ཡི་མན་ངག་གདམས་པ། རུ་བ་འདི་འདྲས་ཀྱི་བཞུགས་རེ་བྱས་ནས་ལམ་སྟོན་ན། ད་ག་ནང་བཞིན་གྱི་བ་ཕེ་ཡག་གི་ད་མ་གཅིག་སྦྲུལ་མའི་རྒྱལ་མོ་བཙལ་ཡག་གི་ཕྱོགས་འདི་ཚོ་བ་བསྟན་ན། བསྟན་ན་བ་ཙམ་དུ་མ་ཟད་པའི་མ་གཅིག་སྦྲུལ་མའི་རྒྱལ་པོ་ལ་སོགས་པ་ལ་ཡང་མན་ངག་ཟབ་མོ་འདི་ཞུ་ཡག་གི་ཡོན་དུ་གསལ་འདི་འདྲས་གནང་ནས་ཨ་འདུག་བྱས་ནས། རེ་བྱུང་བ་ཕེ་ཨ་རེ་རེ་བྱུང་བས། པའི་དཀའ་བ་མང་པོའི་ཐོག་ནས་མ་གཅིག་སྒྲོལ་མའི་རྒྱལ་མོ་མཇལ། མ་གཅིག་སྒྲོལ་མའི་རྒྱལ་མོ་ལ་ཡང་གསོལ་བ་བཏབ་ནས། ཨ་འདི་འདྲ་བའི་ཚེ་ཡི་གདམས་པ་བཟང་པོ་སྩལ་དུ་གསོལ་ཞེས་ནས་གསོལ་བ་བཏབ་ནས། ཨ་དེའི་གསོལ་བ་བཏབ་པ་ལ་བརྟེན་ནས་ཨ་ད་ལྟ་ང་རང་ཚོ་གི་ཆོས་སྒོ་ད་ལྟ་མཇལ་ཡོད་པས་ད་ཆོས་སྒོ་འདི་ཚོ་མན་ངག་འདི་ཚོ་གནང་བ་རེད། འདི་འདྲ་བའི་མན་ངག་འདི་ཞུས་ནས། ཨ་རེ་གཞུང་པས་ཇི་ལྟར་ཞུས་པ་དེ་ཉམས་ལེན་གནང་ནས་འདི་འདྲའི་རྗེས་ལ་བརྟེན་ནས་རྒྱལ་བོ་ཚེ་དཔག་མེད་ཀྱིས།

དེ་ནས་མེ་ལ་ཞེས་པའི་རྡོ་རྗེ་ཀྱེ་མཉམ་མེད་དྭགས་པོ་ལྷ་རྗེ་ནས་ཅེས་མ་བརྒྱུད་ནས། བདག་ཅག་གི་དྲིན་ཅན་རྩ་བའི་བླ་མ་རྒྱལ་བ་ཡེ་ཤེས་ནོར་བུ་གྱི་བར་དུ་ད་མན་ངག་འདི་མ་བརྒྱུད་བསྟན་འགྱུར་འདི་འདྲ་ཅིག་ཆགས་བསྡད་ཡོད་རེད་དེང་དུས་ད་འདི་འདྲ་བ་ཅིག་ཚེ་དབང་འབུལ་ཡ་ལ་ཡ་ད་ང་ར་ལ་ཡ། ག་འཇིག་ཐེན་ནས་ད་ཀྱེ་རྟོག་གི་ཤེས་རབ་རེད་སྦྱང་རྟོག་གི་ཡོན་ཏན་རེད་འདི་འདྲ་གང་ཡང་ཡོད་མ་རེད་ད་ཡིན་ན་ཡང་བརྒྱུད་པ་གྱི་ཆ་ནས་ཞུས་པ་ཡིན་ན་ད་གྱིས་ཞུས་པ་ནང་བཞིན་གྱིས་ད་མ་གཅིག་སྦྲུལ་མའི་སྐྱེ་བོ་ནས་མ་ཉེ་བར་བརྒྱུད་པས་ཡང་བརྒྱུད་པ།

དོན་གྱིས་ཞུས་པ་ན་གཞན་གྱི་སྐྱབས་གནས་དཀོན་མཆོག་གསུམ་གྱིས་མཚོན་པའི་རྒྱལ་བ་ཚེ་དཔག་མེད་ཀྱིས་མཚོན་པའི་སྐྱབས་གནས་དེ་དག་ལ་ཡང་དད་གུས་གཡོ་བ་མེད་པ་ཞིག་དང། དེ་ཡི་ཐོག་ནས་ཡིན་ན་ཡང་དེའི་ད་རིང་ཕལ་ཡང་ཡིན་པ་ཡིན་ན་ཡང་དག་རྒྱལ་བ་ཚེ་དཔག་མེད་ཀྱི་མཚན་དབང་ལ་སོགས་པ་ཞུ་བ་དེ་འདྲའི་དོན་དོ་སྣང་ཆེན་པོ་བྱེད་དང་དོ་སྣང་ཡོད་པ་ཙམ་དུ་མ་ཟད་པའི། དད་གུས་རྩེ་གཅིག་པའི་ལྷག་པའི་ལྷ་མཆོག་ལ་དད་གུས་རྩེ་གཅིག་པ་ཅིག་གི་ཐོག་ནས་ཕེབས་པ་རེད་འདི་འདྲའི་ཅིག་གི་ཐོག་ནས་ཕེབས་པ་ཡིན་དུས་ད་ང་རའི་ངོས་ནས་ཡིན་ན་ཡང་ཅིག་ཐུགས་ཕན་གསོས་གནང་བསམ་པ་ཅིག་གི་ཐོག་ནས་བསྡུ་སུ་འབུལ་བ་ཡིན། གལ་ཆེ་ཤོས་དེ་དོན་གྱིས་ཞུས་པ་ན་གཞན་གྱི་རྒྱུན་དུ་ནས་ད་ང་རང་ཚོ་དངོས་གནས་དྲན་ནས་སེམས་པ་བཟང་པོ་ཅིག་གི་ཐོག་ནས་མི་ཚེ་བསྐྱལ་གནང་བ་ཡིན་ན། གཅིག་ནས་སོ་སོ་ཚེ་རིང་པོ་ཡོང་ཡ་ལ་ཡ་བརྒྱ་ཆ་བརྒྱ་ཐམ་པོ་ཕན་གྱི་རུ་བ། ང་རང་ཚོ་ཚེ་རིང་པོ་ཡོང་ཡ་ལ་ཡ་ལུས་ཀྱི་འཕྲོད་བསྟེན་གལ་ཆེན་པོ་རེད་ལ་ལུས་ཀྱི་འཕྲོད་དང་མཉམ་དུ་སེམས་ཀྱི་འཕྲོད་བསྟེན་ཞུ་གལ་ཆེན་པོ་རེད། དེ་འདྲ་ཡིན་དུས་ང་ཚོ་འཛམ་བུ་གླིང་འདིའི་ནང་ལོག་ལ་ཡ་ད་མི་ཚང་མ་ལོ་ཚེ་རིང་པོ་བྱུང་ན་བསང་པོ་ཡོད་རེད་ཚེ་རིང་པོ་ཡོང་ཡ་གི་ཆེད་དུ་ཨ་ནི་ཁ་ལག་ཟ་ཆོག་རེད། བདག་ནས་ཆེས་འཕྲོད་བསྟེན་བྱེད་ཕྱོགས་རེད་འདི་ཚོ་གལ་ཆེན་པོ་རྩིས་ནས་ཚང་མས་བྱེད་ཀྱི་ཡོད་རེད་རེད་བ། ད་ཡིན་ན་ཡང་ལུས་ཀྱི་འཕྲོད་བསྟེན་གལ་ཆེན་པོ་རྩིས་པ་དང་མཉམ་དུ་སེམས་ཀྱི་འཕྲོད་བསྟེན་དེ་ཡང་དེ་དེ་བཞིན་གྱི་གལ་ཆེན་པོ་རེད། ཡིན་ནས་འཛིན་པོ་གླིང་འདིའི་ནང་ལོགས་ལ་ཡང་མང་པོ་ཅིག་གིས་ད་སེམས་ཀྱི་འཕྲོད་བསྟེན་ཟེར་ནས་འདྲ་བསམ་བློ་བཏང་ཆོག་ཟེར་ནས་འདྲ་འདི་ལ་མང་པོ་ཅིག་དོ་སྣང་ཡོང་གི་ཡོད་མ་རེད། སོ་སོའི་བདེ་སྐྱིད་ཡིན་ནའི་འདྲ། ད་ག་ནས་ཤེས་ཀྱི་ཅིག་ཚེ་རིང་པོ་ཡིན་ནའི་འདྲ་དེ་ཚང་མ་ལོ་ཅིག་ལུས་དང་འབྲེལ་བ་ཡོད་པ་ཕྱི་དངོས་པོ་དང་འབྲེལ་བ་ཡོད་པ་འདི་འདྲའི་ཅིག་གི་ངོས་འཛིན་གྱི་ཐོག་ནས་སོ་སོའི་སྐྱེ་བོ་དང་འདི་འདྲའི་ཅིག་ཡོང་ཡ་གྱི་ཆེད་དུ་སྐྱེ་བོ་དེའང་ཕྱི་ལོག་ནས་རེ་བ་བརྒྱབ་ནས་སྐྱེ་བོ་འཚོལ་ཐབས་བྱེད་ཀྱི་ཡོད་རེད་ད་ག་ནས་ཤེས་ཀྱི་ཚེ་རིང་པོ་ཡོང་ཡ་ལ་སོགས་པ་དེ་ཡང་ལུས་ཀྱི་འཕྲོད་བསྟེན་ལ་སོགས་པ་གཙོ་བོར་བྱས་ནས་འདི་འདྲའི་ཅིག་བྱེད་ཀྱི་ཡོད་རེད་ལུས་ཀྱི་འཕྲོད་བསྟེན་གལ་ཆེན་པོ་ཡིན་དང་ཡིན་རུང་བ། དེ་འདོད་ང་རང་ཚོའི་འཕྲོད་བསྟེན་ལུས་ཀྱི་འཕྲོད་བསྟེན་གནང་ཡག་ཞལ་ལག་མཆོད་སྟངས་ཅིག་ཨ་ནི་ཉུང་བ་ཡིན་ན་ཡང་སྨན་ཁང་ལ་ཕེབས་ཡག་སྨན་བཅོས་གནང་ཡག་དེ་ཚོ་དངོས་གནས་གལ་ཆེན་པོ་རེད། ང་ཚོ་བོད་པའི་གཤིས་ཀ་ལ་ཡ། ཅིག་ན་ཚ་དེ་འདྲའི་ན་བའི་སྐབས་ལ་ཡ། མཚམས་མཚམས་སྣང་མེད་བཏང་ནས་སྡུག་རེས་སྒོམ་ཡག་བྱོས་རོགས། མཚམས་མཚམས་བློ་ཁོག་ཡོད་དོན་དུ་གྱོང་པོ་ཡོད་དོན་དུ་ཁྲག་པོ་ཡོད་དོན་དུ་བྱས་ནས་ཁ་ཤས་སྡུག་རེས་སྒོམ་ཉེན་ཅིག་ཡོད་རེད་ཨ་ནི་ཁ་ཤས་ནི་ཏུ་ཏུ་མགོ་འཁོར་ནས་ལྷག་བསྡད་ཉེན་ཅིག་ཡོད་རེད་དེ་འདྲས་ཡིན་དུས། དངོས་གནས་དྲ་གནས་ཀྱི་ཅིག་སྙུང་པ་ཡིན་ན་ཡང་འདྲ་དེ་ཚོ་ན་ཚོ་ཆུང་དོག་ནས་སྤྱོད་ཡག་དེ་ཚོ་ཞི་བོ་གལ་ཆེན་པོ་རེད་རེད་བ། མཚམས་མཚམས་ཅིག་ན་དུས་སྣང་མེད་ཤོག་ག་མཚམས་བཅད་ན་ན་ཚོ་དེ་རྙིང་པ་ཆགས་དེ་ནས་ཨ་རབ་མ་བསྟན་པའི་སྐབས་ལ་ཡང་སྨན་ཁང་ལ་ཕེ་དེ་འདྲས་ཅིག་བྱས་པའི་སྐབས་ལ་ཡ་ཨམ་ཅིག་གི་ད་ཕྱིས་ཁྲག་ཚ་ཤག་ན་ཚོ་རྙིང་པ་ཆགས་ཤག་འོ་ཡ་ད་ན་ཚོ་དེ་ཅིག་ཁབ་ཚ་ཤག་རྙིང་པ་ཆགས་ཤོག་བཅུད་ཐབས་མི་འདུག་བྱས་ནས་དེ་འདྲས་སླེབས་པའི་སྐབས་ལ་ཡ། ཨ་འཕང་པོ་ཞི་བ་ཅིག་དེ་ནས་སེམས་ཁྲལ་ཆེ་འགྱོད་པ་ཆེ་ཨར་ཁ་ཤས་ངུས་ནང་མི་ངུ་རྒྱུ་མ་སྐྱིད། ད་ནང་མི་ཡིན་ནས་དཀའ་ངལ་ཆགས་ཡ་དེ་འདྲས་ཅིག་བྱས་ན་ང་ཚོ་འཆི་དྲགས་པ་རེད་དེ་འདྲས་ཡིན་དུས་རྩམ་པ་ལ་འཕྲོད་བསྟེན་དེ་ཚོ་ཡག་པོ་གནང་ཡ་དང་སྙུང་གཞི་དེ་འདྲས་ཅིག་ཡོད་པ་ཡིན་ན་ཡང་དང་པོ་ནས་བཅུད་བསྡམས་གནང་ཡ་དེ་ཡང་ཅིག་མ་གནང་སྔོན་ནས་དུས་དུས་ལ་ཡ་བརྟག་དཔྱད་གནང་ནས་དེ་འདྲས་ཅིག་གནང་པ་ཡིན་ན་ན་ཚ་དེ་འདྲས་ཆུང་དོག་ནས་རྩད་ཆོད་ཡ་རྩད་ཆོད་པའི་ཐོག་ལ་ཡ་ན་ཚ་དེ་ཚོ་བ་ལས་སླ་པོའི་ཐོག་ནས་བཅོས་ཐུབ་ཡ། དེ་འདྲའི་ཡུལ་འགོ་རུ་བ་དེ་འདྲས་ཡིན་དུས། ལུས་ཀྱི་འཕྲོད་བསྟེན་འདི་ཚོ་ཧུར་ཐག་གནང་རོགས་བྱེད་ཞུ་བ་དང་མཉམ་དུ། ད་གལ་ཆེན་པོ་གཅིག་དེ་སེམས་ཀྱི་འཕྲོད་བསྟེན་འདི་ཞི་བོ་ཆེ་གལ་ཆེན་པོ་རེད།